བདུན་ཅུ་བདུན་བཞི། རིག་གཞུང་སྲུང་སྐྱོབ་དང་ཆོས་བྱེད་ཀྱི་སློབ་གཉེར། སྤྱི་ཡོངས་ཀྱི་ཆ་ནས་ནང་ཆོས་དང་འབྲེལ་བའི་རིག་གཞུང་སྲུང་སྐྱོབ་བྱེད་པ་ལ་ནང་ཆོས་ངེས་པར་དུ་རྩ་བ་བརྟན་པོ་ཞིག་ཆགས་དགོས་ཀྱི་འདུག་ང་རང་ཚོའི་ས་ཁུལ་འདི་དག་ནང་ཆོས་ལ་བསྒྱུར་བའི་སྐད་ཆ་མིན་ལ། སྐད་ཡིག་གསར་པར་བསྒྱུར་དགོས་པ་གང་ཡང་མེད། སོ་སོའི་སྐད་ཡིག་གི་ཐོག་ལ་ཕ་མེས་དུས་ནས་ཡོད་པའི་ནང་པའི་ཆོས་ཡོད་མུས་འདི་དག་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་བྱེད་དགོས། དེ་ལྟར་བྱེད་པ་ཡང་རྩ་བ་སློབ་སྦྱོང་ལ་ཐུག་ཡོད། དགོན་པ་དང་ལྷ་ཁང་རྒྱག་རྒྱུ་དེ་གལ་ཆེན་པོ་རེད། འོན་ཀྱང་ནང་པའི་ཆོས་དེ་ཕྱི་རོལ་ཁང་པའི་ནང་ལ་ཡོད་པ་ཞིག་མིན་སྟབས། རྩ་བ་ཀླད་པའི་ནང་ལ་ཡོད་དགོས་པས་སློབ་སྦྱོང་བྱེད་རྒྱུ་དེ་གལ་ཆེན་པོར་སླེབས་ཀྱི་འདུག། ནང་ཆོས་སློབ་སྦྱོང་བྱེད་ཡུལ་ཏེ་ཕྱོགས་གཅིག་ནས་མིང་རྒྱབ་མགུར་བཙུན་པའི་དགོན་པ་ཁག་དང་བཙུན་མའི་དགོན་པ་ཁག། དེ་བཞིན་སྔགས་འཆང་གོས་དཀར་ཅན་གྱི་དགོན་སྡེ་ཁག་ལ་ནང་ཆོས་ཀྱི་སློབ་སྦྱོང་བྱ་རྒྱུར་དོ་སྣང་བྱེད་དགོས། དུས་དུས་ལ་བླ་མ་མཚན་ལྡན་དེ་དར་གདན་ཞུས་ཀྱིས་གསུང་ཆོས་ཞུ་རྒྱུ་དང། རྒྱུན་དུ་འཛིན་གྲྭ་བཙུགས་ནས་ནང་ཆོས་ཀྱི་ཤེས་ཚད་མཐོ་རུ་གཏོང་རྒྱུའི་ཐབས་ཤེས་བྱེད་རྒྱུ་གནད་འགག་ཆེན་པོ་འདུག། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོང་ཟླ་བ་བརྒྱད་པའི་ཚེས་ཉི་ཚེས་ལྔ་ཉིན་རྡ་སར་ཧི་མ་ལ་ཡའི་ནང་པའི་ཚོགས་པ་དང་བལ་ཡུལ་གྱི་ནང་པ་རྣམས་ནས་བརྟན་བཞུགས་འབུལ་འཆར་སྐབས་བསྩལ་བའི་བཀའ་སློབ། བདུན་ཅུ་དོན་ལྔ། མང་ཚོགས་ཀྱི་ཤེས་ཚད་དང་ནང་ཆོས་ཀྱི་སློབ་ཚན། སྔར་ཡུལ་སོ་སོར་ཡོད་པའི་ཆོས་ལུགས་འདྲ་མིན་གྱི་དགོན་པ་དེ་དག་ཤེས་ཡོན་འཛིན་མཁན་ལྟ་བུ་ཆགས་ཡོད་ཀྱང། དེང་སང་ཤེས་ཡོན་འཛིན་མཁན་སློབ་གྲྭ་ཁག་ཆགས་ཡོད་སྟབས། སྐྱ་སེར་ཕོ་མོ་ཚང་མ་སློབ་གྲྭ་དེ་དག་འགྲིམས་ནས་འགྲོ་གི་ཡོད་པ་ལས། དགོན་པའི་ནང་ལ་ཡུལ་མི་ཉུང་ཤས་ལས་འགྲོ་གི་མེད། དགོན་སྡེ་ཁག་གི་ནང་དུ་ནང་ཆོས་ཀྱི་ཤེས་ཚད་ཇི་མཐོར་གཏོང་བ་དང་ཆབས་ཅིག་སྤྱི་ཚོགས་ཀྱི་ནང་དུ་ཤེས་ཚད་ཇི་མཐོར་གཏོང་རྒྱུའི་ཐད་ང་ཚོས་ངེས་པར་དུ་འབད་བརྩོན་བྱེད་དགོས། དེ་ལྟར་བྱ་རྒྱུ་གལ་གནད་ཧ་ཅང་ཆེན་པོ་འདུག་བྱེད་ཐུབ་མིན་མི་ཤེས། འོན་ཀྱང་ཁ་སང་ངོས་རང་སོག་ཡུལ་སྦོ་རས་ཐུ་དང་ཁལ་མུག་སོགས་སུ་ནང་ཆོས་དང་འབྲེལ་བའི་རིག་གཞུང་སྲུང་སྐྱོབ་བྱེད་རྒྱུ་དེ་རྩ་བ་ཤེས་ཡོན་ལ་བརྟེན་ནས་ཡོང་དགོས་པ་དང། མང་ཚོགས་ཀྱི་ཤེས་ཡོན་ཇི་ཙམ་གྱིས་མཐོ་རུ་ཕྱིན་པའི་ཚོད་ཀྱིས། ལུང་པ་དེ་དག་ནང་སོ་སོའི་རིག་གཞུང་རྒྱུན་འཛིན་ཐུབ་རྒྱུ་ལས། མང་ཚོགས་ཀྱི་ཤེས་ཚད་གོང་མཐོར་སྤེལ་མ་ཐུབ་ན། དགོན་པ་དང་ལྷ་ཁང་འགའ་ཞིག་ཡོད་པས་འཛིན་ཐུབ་རྒྱུ་ཁག་པོ་རེད་ཅེས་ཤོད་རྒྱུ་བྱུང། སློབ་གྲྭའི་ནང་ནང་ཆོས་དང་འབྲེལ་བའི་སློབ་ཚན་དེ་ལྟར་གོ་སྒྲིག་བྱེད་ཀྱི་འདུག་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་ས་ཁུལ་དེ་དག་ལ་ག་ལེར་ཐབས་ཤེས་ཐུབ་ན། སློབ་གྲྭའི་ནང་ལ་ཆོས་ཀྱི་མིང་བཏགས་མི་བདེ་བ་ཡོད་ན། རིག་གཞུང་གི་མིང་བཏགས་ཏེ། སྟོན་པ་བཅོམ་ལྡན་འདས་ཀྱི་འཁྲུངས་རབས་དང། ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་ལྟ་བུ་ཆོས་ཀྱི་སྙིང་པོ་དེ་རིགས་སློབ་གྲྭའི་ནང་ལ་སླེབས་ཐུབ་ན་ཕན་ཐོགས་ཡོང་གི་རེད། གང་ལྟར་ཡུལ་དེའི་ནང་གི་མང་ཚོགས་ཀྱི་ཁྲོད་ལ་གོ་རྟོགས་ཆེ་རུ་གཏོང་ཐུབ་པ་མ་བྱུང་ན། རིམ་པས་བསྟན་པ་ཉམས་བརླག་འགྲོ་བའི་ཉེན་ཁ་ཡོང་གི་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོང་ཟླ་བ་བརྒྱད་པའི་ཚེས་ཉི་ཚེས་ལྔ་ཉིན། རྡ་སར་ཧི་མ་ལ་ཡའི་ནང་པའི་ཚོགས་པ་དང་བལ་ཡུལ་གྱི་ནང་པ་རྣམས་ནས་བརྟན་བཞུགས་འབུལ་འཆར་སྐབས་སྩལ་བའི་བཀའ་སློབ། བདུན་ཅུ་བདུན་དྲུག། བཟང་སྤྱོད་ཉམས་དམས་དང་སྤྱོད་བཟང་རྒྱུན་འཛིན། དེ་ནས་གནས་ཚུལ་ཅིག་ཞུས་ན་བསམ་པ་དྲན་སོང། ངོས་ནས་ནམ་རྒྱུན་བོད་པ་སུ་ཞིག་ཐུག་ཀྱང་སྣང་བ་ཚ་ཚ་རྟག་པར་བཤད་མུས་བཞིན། བོད་ཀྱི་ཆོས་དང་རིག་གཞུང་གི་རྩ་དོན་སྙིང་པོ་མིའི་བདེ་སྐྱིད་དང་འབྲེལ་བ་ཡོད་པ། མི་སྒེར་གྱི་བདེ་སྐྱིད་དང་འབྲེལ་བ་ཡོད་པ། སྤྱི་ཚོགས་ཀྱི་བདེ་སྐྱིད་དང་འབྲེལ་བ་ཡོད་པས་ཡ་རབས་སྤྱོད་བཟང་ཟེར་བའི་གྲུབ་ཆ་དེ་གྲུབ་པའི་གནས་སྐབས་ལ། ང་རང་ཚོས་ཆོས་དང་རིག་གཞུང་དེ་ངོ་ཤེས་པ་བྱས་ཏེ་བདག་པོ་རྒྱག་རྒྱུ་ཤིན་ཏུ་གལ་ཆེན་པོ་འདུག་ཅེས་ངོས་ནས་རྟག་ཏུ་བརྗོད་ཀྱི་ཡོད། བར་ལམ་ཞིག་ནས་བོད་པ་ཚོར་མཐོང་ཚུལ་གང་ཞིག་ཡོང་གི་ཡོད་ཅེ་ན། ང་ཚོའི་སློབ་གྲྭའི་ནང་དང་སྤྱིར་བཏང་སྤྱི་ཚོགས་ཀྱི་ནང་ལ་བོད་མིའི་ཡ་རབས་སྤྱོད་བཟང་གི་ཚད་དེ་ག་ལེར་དམའ་རུ་འགྲོ་གི་ཡོད་པ་དང། དངུལ་ལས་བསམ་རྒྱུ་མེད་མཁན་ལྟ་བུ། ཁྲམ་པའི་བྱེད་སྟངས་མང་བ། གང་ལྟར་བོད་མི་སྤུས་ཀ་ཞན་དུ་འགྲོ་བ་ཞིག་ཤོད་ཀྱི་འདུག་འདི་ལ་ང་ཚོ་ཚང་མས་གལ་ཆེ་དོན་ཆེར་བརྩིས་ཏེ་དོ་སྣང་ཆེན་པོ་བྱེད་དགོས་ཀྱི་འདུག་ཡ་རབས་སྤྱོད་བཟང་ཟེར་བ་དེ་ཚེ་འདྲ་ཚོགས་ཏེ་ལབ་རྒྱུ་གཅིག་པོ་མ་རེད། དེ་ཁྱིམ་ཚང་སོ་སོའི་ནང་གི་བཟའ་ཚང་དང་ཕ་མ་བུ་ཕྲུག་ཚོའི་དབར་ལ་འབྲེལ་བ་བྱེད་ཆོག་ཁྱིམ་ཚང་དེའི་ནང་གི་རྒྱུན་ལྡན་གྱི་སྤྱོད་ལམ་ཡ་རབས་གུས་ཞབས་ལྡན་པ། སྐད་ཆ་ཤོད་སྟངས་རྣམ་འགྱུར་སྟོན་སྟངས་སོགས་བཟང་པོའི་མིག་ལྟོས་རྣམས་ཕྲུ་གུར་འཇགས་ཐབས་ལ་ཁྱིམ་ཚང་སོ་སོའི་ནང་ནས་དོ་སྣང་བྱེད་རྒྱུ་ཧ་ཅང་གལ་ཆེན་པོ་རེད། ཡ་རབས་སྤྱོད་བཟང་འདི་དག་སྲོག་རྩ་ལྟ་བུ་ཡིན་བསམ་པ་བྱེད་དགོས། འཛམ་བུ་གླིང་འདིའི་སྒང་ལ་བོད་མི་བསྔགས་བརྗོད་བྱེད་ཡུལ་དུ་བསྡད་ཡོད། དེ་ཡོང་བ་བོད་པ་ཕྱུག་པོ་རེད་བསྔགས་བརྗོད་ཐོབ་པ་མིན་ལ་བོད་པ་ཤེས་ཡོན་ཅན་རེད་ཅེས་བསྔགས་བརྗོད་ཐོབ་པ་ཡང་མིན། བོད་པ་ཡ་རབས་རེད་བོད་པའི་གདོང་ལ་འཛུམ་མདངས་འདུག། བུད་མེད་དཀའ་ངལ་འཕྲད་ཀྱང་སེམས་ལ་ཞི་བདེ་འདུག་ཅེས་བསྔགས་བརྗོད་དེ་དག་གི་ཐོག་ནས་ཐོབ་ཡོང་གི་ཡོད་པས། དེ་དག་ང་ཚོའི་ནོར་བུ་ལྟ་བུ་ཆགས་ཡོད། ནོར་བུ་ལག་པར་ཡོད་དུས་བདག་པོ་རྒྱག་ཤེས་པ་བྱེད་རྒྱུ་གལ་ཆེན་པོ་ཡིན། དེ་དག་གི་གྲས་མངོན་གསལ་མེད་པའི་ཐོག་ནས་ག་ལེར་འཐུས་ཤོར་ཕྱིན། གང་ཙམ་མངོན་གསལ་དོད་པོ་ཆགས་ཚར་དུས་ཕྱིས་དྲགས་ཏེ་བཟོ་བཅོས་རྒྱག་རྒྱུ་ཁག་པོ་བྱེད་རྒྱུའི་ཉེན་ཁ་ཡོད། དེ་ལ་ང་རང་ཚོ་ཚང་མས་དོ་སྣང་བྱེད་དགོས་ཀྱི་འདུག་ཆོས་དང་རིག་གཞུང་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་བྱེད་རྒྱུ་དེ་དགོན་པ་གྲྭ་ཚང་གཅིག་པུ་མིན་པར་ང་རང་ཚོ་མང་ཚོགས་ཚང་མས་དོ་སྣང་བྱེད་དགོས་པ་ཞིག་རེད། ལྷག་དོན་ཁྱིམ་ཚང་ནང་ལ་དོ་སྣང་བྱེད་རྒྱུ་གནད་འགག་ཆེན་པོ་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ཟླ་བ་བཅུ་བའི་ཚེས་བརྒྱད་ཉིན་རྡ་རམ་ས་ལར་བལ་ཡུལ་ནས་འབྱོར་བ་དང་རྡ་སའི་མི་མང་ལ་བསྩལ་བའི་བཀའ་སློབ། བདུན་ཅུ་བདུན་བདུན། ཕྱི་ནང་གི་ཤེས་ཡོན་དང་ལྷག་བསམ་ཟུང་སྦྲེལ། རྒྱ་གར་ནང་བོད་ནས་སླེབས་པའི་གཞོན་སྐྱེས་ཕོ་མོ་སློབ་གྲྭར་འགྲོ་རྒྱུའི་དུས་ཚོད་ཡོལ་བའི་གྲས་རྒྱ་གར་ནང་འཕྲལ་སེལ་སློབ་སྦྱོང་གང་ཐུབ་བྱས་རྗེས་རང་ཡུལ་དུ་ལོག་ནས་བོད་ནང་རྒྱ་ཆེའི་མང་ཚོགས་ཀྱི་ཤེས་ཡོན་གྱི་ཐོག་ལ་ཞབས་འདེགས་ཞུ་དགོས་ཞེས་ང་ཚོས་འབོད་སྐུལ་བྱེད་ཀྱི་ཡོད། མི་ལ་ཤེས་ཡོན་ངེས་ཅན་ཞིག་མེད་ན་ཆོས་དང་འཇིག་རྟེན་གྱི་བྱ་བ་གང་ཡང་འཐུས་ཚང་སྒྲུབ་མི་ཐུབ། མི་ལ་ཤེས་བྱའི་ཡོན་ཏན་ཡོད་པ་གཅིག་པུས་ཀྱང་མི་འགྲིག་པར། མི་དེར་གཞན་ཕན་སྒྲུབ་པའི་ལྷག་བསམ་དང། ཡ་རབས་སྤྱོད་བཟང་དང་ལྡན་པའི་ཤེས་ཡོན་ཅན་ཞིག་བཟོ་དགོས། ཡོན་ཏན་ཡོད་ཀྱང་ལྷག་བསམ་གྱིས་མ་བཏང་ན། ཡོན་ཏན་ཡོད་པ་དེས་རང་དང་གཞན་གྱི་ཕན་བདེ་སྒྲུབ་མ་ཐུབ་པར། གནོད་འཚེ་དང་གཏོར་བཤིག་བྱ་རྒྱུའི་ལག་ཆར་འགྲོ་རྒྱུའི་ཉེན་ཁ་ཡོད་པར་བརྟེན། རྒྱ་གར་ནང་ང་ཚོའི་བོད་པའི་སློབ་གྲྭ་ཁག་ལ་ཤེས་ཡོན་ཡར་རྒྱས་གཏོང་དགོས་པ་དང་ཆབས་ཅིག་ལྷག་བསམ་ཡར་རྒྱས་གཏོང་དགོས་ཞེས་སྔོན་ནས་རྟག་ཏུ་ཤོད་ཀྱི་ཡོད། ཤེས་བྱའི་ཡོན་ཏན་དང་ལྷག་བསམ་གཉིས་མཉམ་དུ་ཡར་རྒྱས་ཕྱིན་ན། རང་ཉིད་ཀྱི་མི་ཚེ་དོན་དང་ལྡན་པ་ཞིག་ཡོང་རྒྱུ་དང་གཞན་དག་ལ་ཡང་ཕན་ཐོགས་སྒྲུབ་ཐུབ་པ་ཡོང་གི་རེད། ལྷག་བསམ་གྱིས་མ་བཏང་ན་དེང་སང་ཡར་རྒྱས་ཕྱིན་པའི་ལུང་པ་མང་པོའི་ནང་གི་གནས་ཚུལ་ཇི་ཡོད་ང་ཚོས་མཐོང་གསལ་རེད། ང་ཚོ་བོད་པ་ཤེས་བྱའི་ཡོན་ཏན་ཡར་རྒྱས་ཕྱིན་ན་ཡང་རྩ་བའི་མི་གཤིས་ཡ་རབས་སྤྱོད་བཟང་ལྡན་པ་ཞིག་ཆགས་མ་ཐུབ་ན། དཀའ་ངལ་དེ་དག་འཕྲད་སྲིད་པ་རེད། མི་ཡ་རབས་བཟང་སྤྱོད་ལྡན་པ་ཡོང་བའི་ཐབས་ལམ་ཟབ་ཅིང་རྒྱ་ཆེ་བ་བོད་པ་རང་ཉིད་ལ་སྔ་རབས་ནས་ཡོད་པའི་ཆོས་དང་རིག་གཞུང་གི་ཐོག་ནས་བསྟན་ཡོད་པས་མི་གཞན་དག་ལ་རེ་དགོས་དོན་མེད། མདོར་ན་ལྷག་བསམ་དང་ཤེས་ཡོན་ཟུང་དུ་འབྲེལ་བའི་བོད་མིའི་སྤྱི་ཚོགས་ཡུན་དུ་གནས་རྒྱུ་གལ་ཆེན་པོར་བརྩིས་ཏེ་ཚང་མས་འབད་བརྩོན་བྱེད་དགོས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་དགུ་དྲུག་ཟླ་བ་གཉིས་པའི་ཚེས་དགུ་ཉིན། བོད་ནས་གཉེན་འཕྲད་དུ་འབྱོར་བའི་མི་གྲངས་བརྒྱ་དང་ཉི་ཤུ་སྐོར་ལ་བསྩལ་བའི་བཀའ་སློབ།